ད་བར་རྡོ་རྗེ་སྟོན་ནི་མ་དུམ་བཀྲ་གཅིག་དགུ་ཚུ་དི་ཡི་བའི་མ་ཙི་ཙི་ཕུད་བཞག་ཡེ། བར་རྡོ་ཡི་སྤྱི་ཡི་དོན་ཐམས་ཅད་རྣམ་པར་གསལ་བར་བྱེད་པ་དྲན་པའི་མི་ལོ་ཞེས་བྱ་བ་བཞུགས་སོ། ན་མོ་གུ་རུ་བི་གདོད་ནས་རབ་ཏ་དག་པ་ཉིད་ལྡན་སི་ཏ་ཞི་ཡི་སྤྲུལ་པ་ཀུན་བྲལ་ཆོས་ཀྱི་སྐུ་རང་དག་མ་འགགས་འགག་མེད་འཆར་ཚུལ་གཞི་བདག་ཁྲོ་གར་ཡེ་ཤེས་ལྔ་ལྡན་ལོངས་སྤྱོད་རྫོགས

ཟབ་རྒྱས་རྒྱ་ཆེར་སྔགས་ལས་སྙིམ་པའི་རྒྱུད་ཕྱོགས་བཅུ་བར་དོའི་གདམས་པ་མཐའ་ཡས་ཀྱང། སྒྲུབ་རྒྱུད་གོང་མ་རྣམས་ཀྱི་གསལ་མཛད་མུས་དེ་དག་ལས་ལྷ་མོ་འབའ་ཟླ་སྒྲ་ཡི་རྒྱུད་དུ་ཅི་ཕྱིའི་རྒྱུད་ཀྱང་བརྒྱུད་པ་གང་ཡོན་བཅག་ལོག་ལྟ་བདེན་པ་ཁྱེད་ཉིད་ཀྱིས་དྲིལ་ཕྱིར་གོང་མ་རྣམས་གསུང་བྱར་བཞིན་བརྒྱུད། སེ་ཐིག་གི་དག་ཆོས་བརྗོད་བདག་རྩོམ་པ་དམ་བཅའ་ཅི་ཁ་བྲལ་བདེ་སྐྱིད་པའི་ཡུལ་མེད་མ་གཞི་ཨ་ནི་རྣ་ལོ། གཉིས་སྨྲ་དང་བཀའ་བརྒྱུད་ཀྱི

འབད་མེད་དེ་ཏེ་ཧེ་མ་ལེ་ར་ཆུའི་སིལ་སྙིང་འདེགས་ཀྱི་ལམ་སྲོལ་གཙོ་བོའི་ག་ལེར་བལྟས་པས་ཨི་མེད་དེ་དབྱིངས་དེ་ར་འབད་སར་ཅི་རུ། ད་ང་ཅ་ར་ཆག་ཆག་པ་གི་སེམས་འདུ་ཤེས་བཀོབ་དེ་ག་ར་བྱས། ད་རྒྱལ་ཡི་ཤིང་ངད་ཀྱི་སར་གོ་ན་བཞུགས་མི། ད་བློ་གྲོས་སུ་ལུ། སེམས་བསྐྱེད་རྣམ་དག་གི་ཐུགས་ལས་འབྲུག་རྒྱལ་ཁབ་ཀྱི་ན་གཞོན་ཕོ་མོ་དེ་སུ་ལས་བུ་ལམ་ད་ཡ་ཁྱི་མི་དེ་ཆེ་དབྱིངས་ཨ་ནི་འབྲུག་ད་ང་བཅས་ཀྱི།

ང་གཉིས་མ་ང་དགའ་ཡུལ་ཟེར་བ་ཅི་ནི་ང་སེམས་མེད་ཀྱི་ཕུང་ཐམས་ཅད་ཀྱི་གཞི་ཨི་མེད་ང་གཉིས་མ་སེམས་མེད་ཀྱི་མི་དེ་ཀྱི་ཕུང་ཚོད་ར་ཚོད་འོང་སེ་ཞུ་ནི་ང་དགའ་ཡུལ་སེམས་མེད་དེ་ཀྱི་ཕུང་ཚོད་ར་ཚོད་འོང་སེ་ཞུ་ནི་ཨ་ནི་མགོ་ར་མོ་མགོ་དེ་ང་ཅི་ར་འབྲུག་རྒྱལ་ཁབ་ཀྱི་ན་གཞོན་ཕོ་མོ་སུས་ད་ལྟོ་ལྟོ་ཁོང་གྱིས་དེ་བཟུང་མེད་ཀྱི་རྣམ་གྲངས་ག་ནས་མི་ཤེས་ཨ་ནི་མ་ཤེས་བདལ་ལོ་ང་ཅི་ཆ་ཆ་བ་ཀྱི་ཁུང་ལོ་གོ་ད་སྤྲོད་པའི་ག་ལེ་ར། ཡང་དག་པ་རྫོགས་པའི་སངས་རྒྱས་ཤཱཀྱ་ཐུབ་པ་ཀྱིས། སེམས་བསྐྱེད་ཀྱི་བཟླས་ཐབས་བསྐྱེད་ཐབས། སེམས་བསྐྱེད་ཀྱི་སྡུག་བསྔལ་སེལ་ཐབས་ལུགས་གསུམ་མིག་གི་ཆོས་འདི་ང་གཅིག་གིས་ཁོང་ལ་གོ་བརྡ་སྤྲོད་དོ། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་མིག་གི་ཆོས་འདི། འཛིན་སྐྱོང་དཔལ་གསུམ་སྤེལ་མའི་ཨུ་རྒྱན་རིན་པོ་ཆེ་ལ་སོགས་པ་ན་ལ་བ་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་བྱོན་མི་གསོལ། དུས་ན་བཅུའི་ངོ་མར། དེ་ཡིན་སེམས་ཞུ་ནི་སེམས་བསྐྱེད་བཟླས་ཐབས་བསྐྱེད་ཐབས། སྡུག་བསྔལ་སེལ་ཐབས་འདི། ཀྱང་ཨ་ནི་གཟུངས་ཀྱི་བདག་པོ་བདག་བློ་དེ་ལས། ང་གཉིས་མ་ཨིན་ཞེས་བཀའ་བརྒྱུད་ལོ་ལྡང་བ་གྱིས། ང་བཀའ་བརྒྱུད་ཨིན་ཞེས་གཉིས་མ་ལོ་ལྡང་བ་གྱིས་བས་སྦལ་བ་བྱིན། ཀྱང་ཨ་ནི་གྱིས་པའི་རྒྱལ་ཁབ་བསྐྲུན། མི་བུ་དོ་གཉིས་བ་ར་མི་རུ་དེ་ལས། ཐ་ན་ཨམ་སུ་ད་ཕོ་རྒྱལ་མི་བྱམས་སེ་ལ་ནི། ད་ང་བྱ་ར་འབྲུག་ལོའི་འོང། བོད་བོད་བྲལ་ལོ་ན་མི་ས་མི་ཡོད་ང་བྱ་ར། ཕོ་རྒྱལ་ད་ཨམ་སུའི་ལྟ་བ་སོགས་སོགས་པའི་དེ་ལས་ང་བྱ་ར། ཨ་ཁོ་གཉིས་མ་ཡིན་མེད་ས་ང་ས་སྐྱ་ཡིན་ཞེས་པའི་མེད།

རང་དབང་རང་བཙན་པའི་བྱ་བཞག་བཅིངས། ང་ཅག་ར་ཆས་ར་སུ་ཡི་ལོ་ཤུ་མ་ལས་བཅད་ལྟ་བ་བཅིངས་ཤིག་ང་ཅག་ར་སྒྲུབ་པ་བཀའ་ཡོད་ཀྱི་གྲྭ་ས་སུ་ན་ལུ། དེ་དེ་ལས་ཚེས་བཅུ་མདོ་དབུ་བརྒྱད་པའི་ཚེས་བཅུ་མདོ་དབུ་གཉིས་པའི་ཚེས་བཅུ་ཟེར་གཙོ་ཡོད་མིན་ཏེ། རྒྱལ་སྲིད་བསྟན་འཛིན་རབ་རྒྱས་དེ་དེ་ལས་ང་ཅག་ར་སྒྲུབ་ཀྱི་རྒྱལ་རབས་ན་ཨི་མ་བཅིངས་རྒྱལ་རབས་བཞི་པ་ཨི་མེ། ད་ཡ་ལ་བ་དེ་ལས་མཁན་རབས་ན་ཨི་མ་བཅིངས་དེ་མཁན་རབས་གསུམ་པ་ཨི་མེ། ཁུངས། སྐུ་སྒེར་རིན་པོ་ཆེ་འཁོར་གྱིས་ཞལ་རྗེས་གསུང་ཐོས་ཀྱི་དེ་ལས་དག་སྣང་གི་སྐབས་སུ་ལོ་ཞལ་རྗེས་གསུང་ཐོས་རྒྱུད་ལུང་མ་གཙོ་བོ་ངོ་མ་དེ་ཡིན། རྒྱལ་པོ་ཁྲི་སྲོང་ལྡེ་ཚེ་རྗེ་བཙུན་འཇམ་དཔལ་ཡང་སྐུ་བསྙུན་འདི་ཀྱི་སྤྲུལ་པ་བའི་ཞོན་ཆུབ་དང་ཨ་ནེ་སྦེ་ནེ་འདི་ཀྱི་ཞབས་དྲུང་རིན་པོ་ཆེ་སྟེ་དེ་ལས་ཞལ་བཞུགས་བོད་ཀྱི་གནས་སྐབས་ན་ཡང་ཁོ་ར་དགུང་ལོ་ཆུང་སྐུ་བའི་གཞུང་ནོ་ཞབས་དྲུང་རིན་པོ་ཆེའི་འཁོར་གྱིས་རྒྱལ་ཚབ་ཟུང་བགྱིས་པའི་ལུང་བསྟན་སྣང་མ་ལོ་བསྟན་འདི་བགྱིས་པའི་ལོ་ཤུལ་མ།

གསོལ་འདེབས་ལེའུ་བདུན་མིག་གི་འབུམ་སྡེ། དེ་སྐྱོན་མཁས་པད་མ་དཀར་པོ་ཁོང་རག་ཟུང་ཅི་ཡིན་ས་ཆེ་རུ་གཏེར་སྟོན་རྒྱ་དར་ས་གའི་ཡི་གྲལ་ལུ་དབྱིན་ཡིག་ཞབས་དྲུང་རིན་པོ་ཆེ་ཡི་སྐུ་ཚེ་གོང་མ། དེ་ཁོང་ལུ་གུ་རུ་དྲག་པོ་ཕུར་བཤམས་ཅན་འདི་ཨུ་རྒྱན་རིན་པོ་ཆེ་ཁོ་རང་གི་དྭང་བླངས་པས་མྱོས་གསུམ་དུ་གནང་བྱིན་གྱིས་བརླབས། ལོ་བཞི་མ་ལེ་ར་སྦས་ས་ཆེ་རུ་དེའང་ནི་གུ་རུ་དྲག་པོ་ཕུར་བཤམས་ཅན་འདི་ཉམས་སུ་ག་གེ་ར་གླིང་ས་ཆེ་རུ་དམ་སྲི་སྤུན་དགུ་ཡི་བ་ཆེ་ལེ་ཡའི་ཨུ་དབྱིན་ཡིན་སའི་ཨུ་རྒྱན་རིན་པོ་ཆེ་ཁོ་རང་གི་ལུང་བསྟན་གནང།

བཅས་པ་གྲངས་མེད་མང་པོའི་བར་དུ་ལོ་ཚོགས་གསར་སྒྲིབ་བྱ་སྦས་ཏེ་བགྱིས་པས། ད་ལྟ་བས་བསྐལ་བ་དང་མ་ལྟ་བས་བསྐལ་བ་བསམ་གྱིས་མི་ཁྱབ་པ་བླངས་ཏེ་བགྱིས་པས། ང་ཅག་ར་ལོ་ཤུལ་བྱ་བའི་གཞལ་ཡས་བས་ཀྱིས་བཏང་པའི་ཆོས་དེས། གནས་སྐབས་དང་མཐའ་ཐུག་གི་བདེ་བ་ཐོབ་ནས་ཀྱི་གཞི་ངོ་མ་ཅི་ཨི་མ་ལོའང་ནི་ཀྱི་ང་ཅག་བྱ་ཞབས་མེད་བཏང་ཡག་སོགས་པ་བྱིན། དེ་དུས་ན་ཀ་ནས་མི་འོང། བློ་མི་དེ་མི་བས་བལྟས་པ་བྱིན་ཕན་མེད།

ད་དུས་ནམ་མཁའ་པའི་ས་གཞི་རུ་ལྔ་ཆར་ཆར་ཆར་བབ། བར་མ་དོ་ཡི་གནས་སུ་སེར་བས་འདི་གདའ། དུས་ནམ་མེ་བས་ཀྱི་ལ་གཙང། ས་ར་བས་དེ་སྐྱིད་པའི་ཆུ་སོས་སུ་བཏང་མི་དེ་མེ་བར་མ་དོ་ཡི་གནས་སུ་བཏང་ཞིང། ཁོ་དེ་རུ་ཤེས་མཁྱེན་དེ་ཉིན་ཚེ་ཁ་སྦྱོར་དུ། བྱ་རྗེས་གཞན་དག་སྐད་ཅིག་ཅང་མ་འདྲེས་པ་ཉམས་སུ་བླངས་ནའང་ཟེར་ཨང་ཁོ་དེ་རུ་ཤེས་མཁྱེན་དེ་ཟེར་ཨོ། ང་བཅས་ཀྱི། ཤེས་ཁོབ་ངོ་མ་དེ་ག་ཅི་མོ་ཟེར་བྱས་འཁོར་འདས་གཉིས། འཁོར་བ་སེམས་མེད་དེ་ག་ཅི་ཡིན་ནའང། མྱ་ངན་ལས་འདས་པ་སེམས་མེད་དེ་ག་ཅི་ན་རུ་ཤིང་ཆེ་ཟེར་དའོ་ཨ་ནི་གཉིས་ཕག་ལུག་གསོ་བས། སྣང་ས་དང་སུབ་ཟོག་བས། ཨ་ནི་གཉིས་བླ་སེ་ཡེ་མེད་མ་ཤི་ན། པས་ཅི་བྱ་བ་ཅིན་ཁ་ཚ་མེད་དེ་ག་ཅི་ཨི་ན་དེ་ལས་མོ་གོ། ཅུག་དེ་ག་ཅི་ཨི་ན་ཨ་ནི་བཞི་གོ་པས་ས་ཅི་རུ་ད་ཨ་ནི་ཟུམ་པས། འཁོར་བ་ཟེར་བ་ཅིན། ངོ་བོ་ག་ཅི་ཨི་ན་རྣམ་པ་ག་ཅི་ཨི་ན། ད་དེ་གི་འབྲས་བུ་དེ་ག་ཅི་ཆུ་མིན་ན།

ད་དེ་ལོའི་གང་ཟག་དབང་པོ་རབ་འབྲིང་གསུམ་ཚེ་གུ་རུ་ཆེ་བའི་ཞག་ནས་གང་ཟག། ད་དེ་ལོའི་དང་པོ་ར་གང་ཟག་དབང་པོ་རབ་འབྲིང་ཐ་མ་གསུམ་ཕྱིས་དོ་ར་ང་ནི་རེ་རེ་ལོའི་དེ་ལས་གསུམ་སུ་རེ་ཕྱིས་པའི་དེ་ལས། རབ་དགེ་རབ་སྦྲུལ་དུས་ནམ་མཁའ་སྤྲོས་ཡི་དཔལ་ལྟར་གདམས་པ་ཐོག་པ་དང་གྲོལ་བ་དུས་མཉམ་རིག་འཛིན་ཆེན་པོ་དགའ་རབ་རྡོ་རྗེ་ལྟ་བུ། སེང་གེ་ཕྱག་ལ་ཉི་མ་ན་རེ།

ཐམས་ཅད་ཆོས་ཉིད་ཀླུ་སྤྲུལ་ཡག་སོགས་ཏེ་དེ་ལས། ད་ནི་བྱ་བྱ་བའི་མས་དེ་ལས་གོ་ཉེས་པ་རྣམས་དང། རབ་དགྱེས་ཐ་མ་འཁྱག་རོམ་ཆུ་རུ་ཞུ་བ་བཞིན་གདམས་པ་ཉམས་ལེན་ཡུན་དུ་སྦས་པའི་འཁྲུལ་པའི་བག་ཆགས་དང་འདོད་ཆགས་ཀྱི་ཕུང་པོ་ཡུལ་ལུས་སྐབས་ཁོ་ན་ཡི་ཕྱིར། ཚད་མེད་དེ་དེ་ལས། ད་ནི་རབ་དགྱེས་ཐ་མ་དེ་སུ། དཔེར་ན་ཁྱེད་ཅག་དོན་མེད་དེ་རྣམ་པ་མཁས་པའི་མཐོང་ས་ཅི་རུ་ཁོ་བགྲོད་ཀྱི་རྐྱེན་ཅི་འོང་ཅི། ད་ལྟར་ཆུ་ལུག་ཤུགས་འཇོག་དང་བཟུང་བས་དེ་ག་ལས་ཁྱེད་ཅག་ཆུ་སེར་ལོག་སོ་ཕྱི་ནས་མེ་ཏོག་བཟུང་བས་དེ་ལས།

སྐྱེ་བ་ཤུལ་དམག་གི་སྐྱེས་གནས་མ་ཐོབ་ཅིག་གི་བང་ན་བཀོད་ཀྱིས་སྲིད་པ་བར་དོ་དེ་ཅང་ཅི་ལུ་རྣོ་ས་བཏང་བཞིན་ན་དེ་དགའ་བས་སྡུག་དགའ་བས་སྐྱོ་ཤོག་ཅི་ཨེ་མིན་པའི་རྣོ་ས་དེ་བས་བཏང་འདོད་བས་ཅང་མ་གསང་སྔགས་རྙིང་མ་ཡི་བར་དོ་ཐོས་གྲོལ་གྱི་གདམས་པ་སོ་སོ་ཐོས་གྲོལ་གྱི་ན་གོ་ན་ལས་བར་དོའི་རྣམ་གྲངས་དྲུག་ཏུ་འདྲེན་པའི་སྐབས་ཀྱི་ནང་ཚན་ལས་ཏིང་ངེ་འཛིན་བསམ་གཏན་གྱི་བར་དོ་ཞེས་པ་འདི་ལ། བར་དོ་ཐོད་སྦྲེལ་ན་ལུ། བར་དོ་གྱི་རྣམ་གྲངས་དྲུག་བས་བྱ་ཡོད་པ་དག་ཏིང་ངེ་འཛིན་བསམ་གཏན་གྱི་བར་དོ་ཟེར་མིན་འདི་ལུ། ལོ། ཕྱིས་བྱོན་གྱི་ཁྱད་པར་ལ་ལ་ཡི་ཐུགས་སུ་མ་ཤོང་བར། ཡར་ལུ་གཅིག་གིས། ཐུགས་ལུ། ཏིང་ངེ་འཛིན་བསམ་གཏན་གྱི་བར་དོ་སེམས་མེད་འདི་ལུགས་ཐུགས་མ་བདེ་བ་སྐྱོན་བདག་མེད་དོན་དོན་དོན་མེད་མ་ཤོང་བ་དགག་པ་སྣ་ཚོགས་མཛད་པ་སྣང་མོད་ཀྱང། གནས་ལུགས་དེ་ལས་དེ་མི་བདེན། མི་འཐད། ཞེས་ཀྱི་དགག་པ་མ་འདྲ་བ་ལས་བཤགས་གསུང་དུ་ཡོད་ས་ཕྱིར་རོ། འཁོར་འདས་ཀྱི་ཆོས་ཐམས་ཅད་བར་དོ་ཡི་རང་བཞིན་ཡིན་ནའང། འཁོར་བ་དང་མྱ་ངན་ལས་འདས་པའི་ཆོས་ཐམས་ཅད་བར་དོ་ཡི་རང་བཞིན་ལས་མ་འདས་པ་ཞིག་ཡིན་མ་བཞིན། བསམ་གཏན་ཀྱང། ཏིང་ངེ་འཛིན་བསམ་གཏན་གྱི་བར་དོ་དེའང། བ་ཏོ་རུ་ཅི་བྱེད་མི་རུང་བ་བྱས། འདིར་མ་ཟད་རྗེས་མི་ལའི། རྗེས་ཆུད་མི་ལའི། མཁའ་འགྲོ་བཀྲ་ཤིས་ཚེ་རིང་མ་ལ་མནའ་ཡི་བ་ཏོ་འཕྲང་སྒྲོལ་གྱི་ནག་ཏོའང། སྤྱིར་བ་ཏོ་དྲུག་ཏུ་འདྲེན་ཚུལ་གསུངས་ཡོད་ཤོག་མོད། རྒྱུད་སུ་བསམ་སྟེ་ཏིང་འཛིན་གྱི་བར་དོའི་རྣམ་གཞག་མཛད་ལུགས་ཀྱང། ཐོས་གྲོལ་དང་ཐ་མི་དད་པ་དེ་བཞིན་ཡིན། ཚད་དང་ཏིང་ངེ་འཛིན་བསམ་གཏན་གྱི་བར་དོ་ཡི་རྣམ་བྱང་དེ་རྗེ་བཙུན་མི་ལ་ཡི་གསུང་མིག་གི་བཀའ་བློ། ཐོས་གྲོལ་གྱི་དགོངས་པ་དང་སྤྱོ་བ་ཐེབས་པས་ར་ཨི་ནི་ཏི་ཀི། གསང་སྙིང་དགོངས་བཞེད་མཐུན་ལ་ཟེར་བ་དང་དེ་ལས། འདོད་ན་ངོ་མ་ལུགས་དཀར་རྒྱུད་དང། གཉིས་མ་གཉིས་བར་དོ་གྱི་གཞི་ཚུལ་དགོངས་པ་མ་མཐུན་ག་ནས་མི་མཐུན། སྤྱིར་རིགས་པར་ལྟོས་ཡས་རྣམ་གྲངས་རེའི་ཚུལ་ལ་གཞུང་མཐའ་དག་སོ་སོར་མི་བརྩི་བ་དུ་མ་འབྱུང་སྟེ། ད་ནི་བར་དོ་ཡི་རྣམ་གྲངས་བཞག་ཚུལ་དེ་ལུགས། གཞུང་མ་འདྲ་བོ་མ་འདྲ་བོ་ལས་དེ་གི་རྣམ་གྲངས་མ་འདྲ་བོ་སོ་སོར་བཞག་ཚུལ་ལས་ཤ་ར་བྱུང་དུ་ཡོད། ག་དེ་བས་འོད་གསལ་བ་ཅན་རང་བཞིན་སྐྱེ་གནས་ཀྱི་བར་དོ་འཆི་ཁ་སྡུག་བསྔལ་གྱི་བར་དོ་ཆོས་ཉིད་སྲིད་པ་སྟེ་བར་དོ་གསུམ་པའི་བཞག་མེད་ཡོད་ཅེས་མཛད་པ་དང། ཡང་ཟུང་འཇུག་སྐུ་བཞི་རང་རིག་ཡེ་ཤེས་དུས་མཚམས་རང་བཞིན་འཆུགས་མེད་རྟེན་འབྲེལ་གྱི་བར་དོ་དང། བཞིར། དག་སྣང་བྱ་འཛིན་མེད་ཡུལ་ཞེས་གཞན་ཡང་སྐྱེ་གནས་བར་དོ་རྨི་ལམ་བར་དོ་བསམ་གཏན་བར་དོ་འཆི་ཁ་བར་དོ་ཆོས་ཉིད་བར་དོ་སྲིད་པ་བར་དོ་དང་དྲུག་ཏུ་མཛད་པ། མཛད་པ་དང་བཅས་པ་སོགས་ནི་གཙོ་བོ་ཆོས་འབྲེལ་གྱི་དགོངས་པ།